རྒྱ་ནག་གཞུང་ལ་ཁ་བརྡ་བཅག་དགོས་དུས་ཚོད་ཅི་རེད། རང་བཙན་རྩོད་དགོས་དུས་ཚོད་ཅི་རེད། ཡིན་པ་ཡིན་ནས་དེའི་ལྡོག་ཕྱོགས་ཀྱི་གནས་སྟངས་ཆགས་འགྲོ་སྐོར། ཁོ་རང་ཚོ་ཡིན་པ་ཡིན་ནས་རེད་བསམ་བློ་བཏང་ཡོད་དུས་ཚོད་སླེབས་བསྡད་ཡོད་རེད། གྲོས་ཚོགས་ནང་ལོགས་ལ་ཞུགས་བསྡད་མཁན་གྱི་རང་བཙན་འཐབ་རྩོད་པ་ཚོ་ཡིན་པ་ཡིན་ནས་རེད། སྤྱི་འཐུས་རང་བཙན་འཐབ་རྩོད་པ་མང་པོ་ཡོད་རེད། ཁོ་རང་ཚོ་ཡིན་ན་དགོངས་པ་བཞེས་རོགས་གནང།

བཅས་ནི་བོད་དམངས་སྤྱི་འཐུས་ལྷན་ཚོགས་དགུ་བཅུ་དགུ་བདུན་ལོ་ལ། སྤྱི་མོས་ཀྱི་གྲོས་ཆོད་བཞག་ཡོད་རེད་དེ་ནས་སྤྱི་ནོར་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གི་དབུ་མའི་ལམ་ལ། ནན་བརྗོད་གནང་ནས་ད་ག་རང་ལ་ཕེབས་ཀྱི་ཡིན་ཞེས་ནས་བཀའ་ཕེབས་ནས་ད་ལྟ་ང་ཚོ་མུ་མཐུད་ནས་ད་ག་རང་འགྲོ་བསྡད་ཡོད་རེད། དེ་སུ་གཅིག་གིས་འགྱུར་བ་བཏང་ཆོག་གི་མ་རེད་ཅེས་ནས་སུ་གཅིག་ལབ་ཀྱི་ཡོད་མ་རེད། ཡིན་ནས་ཁོ་འགྲོ་ལུགས་འགྲོ་སྟངས་དེ་མཚན་ལྡན་བྱས་ནས་འགྲོ་བ་ཡིན་ན་གྲོས་ཚོགས་ནང་ལ་ག་ཚོད་ཅིག་གསུང་དགོས་ཀྱི་འདུག་ལམ་ཁ་དེ་ག་འདྲས་ཅིག་འདུག་དེ་ཚོ་ཆ་ཚང་ཅིག་བྱས་པ་ཡིན་ན་ཁོ་མང་མོས་ཐག་གཅོད་རེད་ང་ཚོ་མང་གཙོའི་ལམ་སྲོལ་ལ་འགྲོ་གི་ཡོད་རེད།

བོད་ཆུ་ཤུ་ཁང་འགྲོ། གང་ལྟར། ཚོགས་འདུ་མང་པོ་ཞུ་ཞུ་རེད། སྤོ་བོ་ཆེན་པོ་ངོ་ནས་མ་དོན་གྱི་དུས་ཚོད་སླེ་ཞག། ང་རང་ཚོ་འབོད་སྒྲ་དེ་བདག་པོ་རྒྱ་ཆེ་མ་དོན་མ་ཐུབ་པ་ཡིན་ན། ད་ལྟ་དཀའ་སུ་བར་བའི། སྤྱི་ཚོགས་ནང་ལོག་ལ། ཤེས་བྱེད་མར་འགྲོ་ཡ། ལྷག་པར་དུ་ང་རང་ཚོ་དཔོན་རིགས་ཁག་གི། སྤོ་བོ་ཞེ་དཔའ་ཐུགས་ཆེ་མ་དོན་དུས་སྤྱི་མོས་ཀྱི་སྲི་ཇུས་ཡོད་སྲི་ཇེ་མ་དོན་ཡོད་འདི་དེ་ལ་དག་རེད་དང་མ་རེད། གལ་ཏེ་སྤྱི་མོས་སྲི་ཇུས་ཡིན་པ་ཡིན་ན། ང་ཚོ་ཁོ་བ་ལས་ཡོད་རེད། ང་ཚོའི་འབོད་སྒྲ་ག་བར་ཡོད་རེད། དཔའ་བོ་དཔའ་མོ་ཚོ་གི་འབོད་སྒྲ་ག་བར་འགྲོ་རེད། དཔའ་བོ་བློ་དགའ་རང་བཙན་ག་བར་ལ་འགྲོ་རེད། འདི་ནང་སྤྱི་མོས་ནང་ཚུད་ཀྱི་ཡོད་མ་རེད་པས་ཁྱེད་ཚང་འདིའི་དགོངས་པ་གཞན་དུས་ཚོད་ལས་ཤར་བཞུགས་ཀྱི་ཡོད། ཁྱེད་ཚང་ད་རེས་སྡིངས་ཆ་འདི། སྡིངས་ཆ་འདིའི་བརྒྱུད་ནས་གོ་སྐབས་གླེང་བྱས་ག་འདྲ། དཔའ་བོ་བློ་དགའ་རང་བཙན་གི་བློས་བཏང་དང་འབྲེལ་བྱས། རྒྱལ་སྤྱིའི་སྟེང་ལ་ལས་འགུལ་སྤེལ་གནང་གི་འདུག་ཚོགས་པ་མང་པོས་ཀྱི་ཐུགས་འགན་བཞེས་ཀྱི་འདུག་ས་གནས་ཀྱི་ཚོགས་པ་མང་པོས་ཀྱི་ལྷག་པར་དུ་ནིའུ་ཡོག་ནིའུ་ཇོས་སི་ཡོད་ངེས་ཀྱི་ཐུགས་འགན་བཞེས་ཀྱི་འདུག་ཐུགས་ཆེ་ན་ཞུ་གི་ཡིན་མུ་མཐུད་ནས། རྒྱ་ནག་གཞུང་ལ་དྲན་སྐུལ་བྱེད་ཡ། ཁྱོད་ཚོའི་གྱི་གདུག་རྩུབ་ཀྱི་སྲིད་ཇུས་ལ་འདོད་པ་མེད། ཁྱེད་རང་ཚོའི་དྲག་གནོན་གྱི་སྲིད་ཇུས་ལ་འདོད་བ་མེད། ཁྱོད་ཚོ། ང་ཚོའི་གྱི་ཕ་ས་ནས་མ་ཐོན་མ་གཏོགས་འདི་ན་གནས་ཡ་གྱི་དབང་ཆ་ཐོབ་ཐང་ཡོད་མ་རེད་ཅེས་འདི་གྱི་འབོད་སྒྲ་འཁྱེར་དུས་ཚོད་གནས་ཚར་ཡོད་རེད། ཨ་འདི་འབོད་སྒྲ་འདི་ང་རང་ཚོའི་གྱི་མི་མང་གྱི་འོས་འདེམས་བྱེད་བཞེད་པའི་མགོ་ཁྲིད་ཚོ་གྱི་གོ་ཡ་དུས་ཚོད་སླེ་ཡོད་རེད་ཅེས་ཞུ་གི་ཡིན། གལ་ཏེ་འདི་ཚང་མ་འདི་གཉིས་མཉམ་པོར་འགྲོ་མ་ཐུབ་པ་ཡིན་ན། དམངས་གཙོ། མི་མང་གྱི་དམངས་གཙོ་འདི། ལ་ཐུང་ཆུང་གཅིག་དང་ཁྱད་གསོད་ཀྱི་ཆགས་འདུག་གི་རེད་ཆེ་ས་དེ་འདྲས་ཡོད་དུས་དེ་ཐོག་ལ་ང་རང་ཚོའི་གི་བཙན་བྱོལ་བོད་གཞུང་གི་འགོ་ཁྲིད་ཚོའི་ངོས་ནས་དགོངས་པ་བཞེས་ཕྱིར་དུས་ཚོད་སླེ་བསྡད་ཤག་གྲོས་ཚོགས་ནང་ཁོང་འགྱུར་བ་བཏང་པ་ཡིན་ནའི་ག་ཞོག་པ་རེད་ང་ཚོ་འགྱུར་བ་བཏང་ཡ་ཡོ་མ་རེད་ཟེར་བྱས་དེ་སྔ་པ་ནེ་སི་རྒྱུན་མཆོག་གིས་གསུངས་པ་རེད་བྱས་ཙང། དེ་འབྲེལ་གྱི་ཁྲི་སེང་གི་དགོངས་པ་གཞལ་ཏེ། ཞེ་ས་དེ་ང་ཚོ་ནང་ལོག་མ་རེད། ཅེས་འདིའི་ཐོག་ལ། ངས་བསྐོས་ནས་པཱ་ལེ་སྲིད་སྐྱོང་མཆོག་ལ་འབུལ་རྒྱུ་ཞུ་གི་ཡིན། དུས་གཅིག་ལ་ང་ཚོ་ད། ཆོས་ཚོགས་ཀྱི་ར་བ་དེ་ནང་ལོག་ལ་ང་བསྡད་བའི་སྐབས་སུ། པཱ་ལེ་སྲིད་སྐྱོང་མཆོག་ངས་བདག་རང་གསུངས་སོང། སྲིད་བྱུས་འགྱུར་བ་བཏང་ཡ་དེ། གྲོས་ཚོགས་ནང་ལོག་གཅིག་པོ་འགྱུར་བ་བཏང་གི་འགྲིག་གི་འགྲིག་མ་རེད། ད་ཐབས་ལམ་གཞན་པ་གཅིག་མི་མང་གི། མི་མང་གི། ཁ་ཤོ་བོ་རེད། ཚོགས་འདུ་འཚོགས་པའི་ཐོག་ནས་ལྷ་ལུང་སྟོད་ན་མ་འདུག་འགྲིག་གི་མ་རེད་དོ་མདོ་དཀར་མོའི་གསུང་ཡིག་གིས་གསུངས་ཡོད་རེད། གྲོས་ཚོགས་ཀྱི་དེབ་ཐེར་ནང་ལྷག་ཡོད་རེད། ཕྱི་རྒྱལ་ལ་ཡང། ག་ཚོད་ང་ཚོ་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་བྱས་པའི་ཐོག་ནས་ཨ་རི་ཡིན་ན་རེད་ཁྱ་ན་དྲ་ལ་བཀའ་མོལ་གནང་བ་བྱུང་ཡོད་རེད། བྱས་ཙང་དེ་འབྲེལ་གྱི་ཐོག་ནས་པ་འདི་སྲིད་སྐྱོང་མཆོག་གི་མཁྲིག་འཛིན་གྱི་བསམ་བློ་བུ་ཚོ་ཚོགས་པའི་དགོངས་པ་དེ་ལ་དོར་བའི་ཐོག་ནས།

ད་སྲིད་ཇུས་འཇོག་སྟངས་ཀྱི་དུས་ལ་བབས་ཡོད་བབས་འདུག་ཟེར་ནས་དེ་སོ་སོའི་ནང་ཚོགས་ཆེན་པོ་ཡོད་གང་ཡིན་ཟེར་ན་རྒྱ་ཆེའི་བོད་བློ་དགའ་རང་བཙན་གྱི་ཞལ་ཁྱེར་འདི་སོ་སོ་གྱི་སེམས་ལ་ཡོད་ལ། སོ་སོ་རོགས་གཅིག་དང་གཅིག་མཐུན་བྱས་ཏེ་རྒྱ་གར་དང་མི་རིགས་ཀྱི་ཆེད་དུ་བྱེད་ཡ་མ་འདོད་པའི་རྐུབ་བཀྱག་བྱེད་དུ་བྱས་ཡོད་མ་རེད་ང་ཚོའི་ཆ་དང་འདི་གི་ཆ་ལ་བསྙད་པ་དེ་སྲིད་སྐྱོང་ནས་བཟུང་བཅས་བཀའ་བཀའ་བློན་རྣམ་པ་རེད་སྤྱི་འཐུས་རྣམ་པ་རེད་གཞུང་འབྲེལ་གཞུང་འབྲེལ་མ་ཡིན་པ་ཚོགས་པ་ཚང་མིག་གི་འགན་འཁྱེན་ཚོགས་ཀྱི་སོ་སོའི་གི་ཁུག་རྒྱ་དང་སོ་སོའི་གི་འབྲེལ་གཏུག་དང་སོ་སོའི་གི་པག་གི་ཆེད་དུ་ལས་ཀ་བྱེད་ཡོག་གི་རྩ་བ་ཉིད་ནས་ང་ནི་བྱེད་ཀྱི་མེད། ང་ཚོའི་གི་འགན་ཁྱེད་རྒྱ་གར་དང་མིར་གི་ཆེད་དུ་འགན་ཁྱེད་འདུག་བསམ་པ་ལ་ང་ཚོས་འདི་ག་རང་སེམས་ཐག་ཆོད་པོ་གི་ཐོག་ནས་གནས་སྟངས་ལེགས་པ་རེད་ང་ཚོ་གོང་མ་དངོས་པོའི་ནང་ང་ཚོ་ཆེ་དྲག་རེད་ཟེར་བཞེད་བཞེད་མ་གཏོགས་ལོ་ལྔ་བཅུ་རྗེས་ལ་བོད་ནང་ལོ་ལ་ང་ཚོ་བོད་གི་ཆོས་སྐད་ཡི་གེ།

བཅའ་ཁྲིམས་དང། སྒྲིག་གཞི་ཁག་འདི་ག་དེ་ཡག་པོ་བྱས་ནས་གཟིགས་པ་ཡིན་ན། དེ་གནའ་ལོ་ནས་གསལ་པོ་ཆགས་ཡོང་གི་རེད་དེ་སྐུ་དབང་དེ་བོད་དམག་སྤྱི་འཐུས་ལྷན་ཚོགས་ལ་ཡོད་རེད། སྐུ་དབང་དེ་བོད་དམག་སྤྱི་འཐུས་ལྷན་ཚོགས་ལ་ཡོད་དེ་བཅའ་ཁྲིམས་ཀྱི་དོན་ཚན་ལྔ་བཅུ་ང་དྲུག་གི་ནང་ལོགས་ལ་ཡང་བོད་དང་བོད་མིའི་གི་རྩ་དོན་དང་འབྲེལ་བའི་གི་གལ་ཆེའི་སྲིད་ཇུས་གཏན་འབེབས་ཆེད། བོད་དམངས་སྤྱི་འཐུས་ལྷན་ཚོགས་ནང་ལ་ཡང་གཞུང་འབྲེལ་གྱི་གྲོས་ཆོད་གྲོས་འཆར་ཁྱེད་གནང་གི་ཡོད་ནའི་འདྲ་འདུག་སྤྱི་འཐུས་སྒེར་གྱི་གྲོས་ཆོད་གྲོས་འཆར་གནང་ཕེབས་ཀྱི་ཡོད་ནའི་འདྲ་འདུག་དེ་འདྲའི་གཅིག་གི་བརྒྱུད་ནས་ཨ་ནེ་གྲོས་བསྡུར་གནང་གི་ཡིན་པ་ཡིན་ན་དེ་ག་རང་གི་ཐོག་ལ་གནང་མ་ཆོག་མ་རེད་སུ་གཅིག་གི་གནང་ཆོག་གི་མ་རེད་ལབ་གི་ཡོད་མ་རེད། གྲོས་ཚོགས་ནང་ལ་གྲོས་བསྡུར་གནང་ནས་རྩམ་པོར་གྱི་སུམ་ཆ་གཉིས་བྱུང་བ་འདྲ་བོ་བྱིན་པ་ཡིན་ན་མང་མོས་འོས་བསྡུའི་ལམ་ལ་འགྲོ་ཡས་རེད། གྲོས་ཚོགས་མ་ཚོགས་པའི་སྐབས་ཡིན་ན། བཀའ་སྤྱི་གཉིས་གོ་བསྡུར་བྱེད་དགོས་ཀྱི་ཡོད་རེད་རྩམ་ཕུར་གྱི་སུམ་ཆ་བཞི་ཚང་དགོས་ཀྱི་ཡོད་རེད། དེ་བྱས་པ་ཡིན་ན། དེ་ག་དུས་ཡིན་ནས་སུ་ཡིན་ནས་གནམ་བྷེ་ཆོས་ཧེ་རེད་མ་གཏོགས་གནམ་བྷེ་ཆོ་ག་མ་རེད་སུ་གཅིག་གིས་གསུང་གི་ཡོད་མ་རེད་དེ་གྲོས་ཚོགས་འགྲོ་ལུགས་འགྲོ་སྟངས་ཆ་ཚང་ཞིག་ཡོད་རེད། དེ་འདྲའི་གི་གོ་སྐབས་ཀྱི་བླང་བྱས་གནམ་བྷེ་པ་འདྲ་བོ་བྱིན་ན་གནད་དོན་དེ་ག་རང་གི་གང་ལ་གོ་བསྡུར་བྱས་ཐག་གཅོད་གནང་ཨ་ནི་ཐག་གཅོད་ག་རེ་གནང་ཐུབ་ཀྱི་ཡོད་ནས་གྲོས་ཚོགས་དེ་ནས་གོ་བསྡུར་གནང་བྱས་གནང་པ་འདྲ་བོ་བྱིན་ན་ང་ཚོ་ཁྲིམས་དང་སྒྲིག་གཞི་གཞི་བཟུང་བྱེད་ནས་འགྲོ་གི་ཡོད་རེད། དེ་ཕྱིན་པ་ཡིན་ན་གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་དེ་ཚད་དང་ལྡན་པ་ཡོང་གི་རེད། ཨ་ནི་རང་བཙན་དང་དབུ་མ་རྐྱང་རྐྱང་ཅིག་བཤད་བསྡད་པ་ཡིན་ན། དེས་ང་ཚོ་བབས་ས་ག་བ་ཅིག་ལ་བབས་ཐུབ་ཀྱི་རེད། གཅིག་གཅིག་ལ་ཡང་སུན་པོ་བཟོ་ཡ་ཙམ་ཅིག་གི་མ་གཏོགས་སྤྱི་ཚོགས་ནང་ལོགས་ལ་ཡང་བརྡ་ལོག་སྤྲད་ཡ་དང་བོད་ནང་ལོགས་ལ་ཡོད་ངེས་བོད་མི་ཚོ་ལ་ཡང་གོ་བ་ལོག་པ་ཆགས་ཡ་གི་ཉེན་ཁ་དྲོ་དེ་ཡོད་ཡོད་པ་རེད་ད་རིང་གི་བགྲོ་གླེང་དེ་ཆ་ཚང་ཅིག་སྒོ་ནས་མཇུག་བར་དུ་དཀྱུས་གཅིག་ལ་གཟིགས་པ་ཡིན་ན། བོད་ནང་ལོགས་ལས་ཡག་གོ་བརྡ་ག་འདྲ་ཞིག་སྤྲད་ཀྱི་འདུག་བཙན་བྱོལ་བོད་མི་རང་ལས་ཡག་གོ་བརྡ་ག་འདྲ་ཞིག་སྤྲད་ཀྱི་འདུག་དེའི་སྒང་ལ་ཡ་བསམ་གཞིག་ངེས་པར་དུ་གནང་དགོས་ཀྱི་འདུག་ཅེས་ནས་འདི་ཞུ་ཡ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ལངས་ཕྱོགས་དེ་བོད་ཕྱི་ནང་གཉིས་ཀ་གི་བོད་མི་ཚང་མ་ལོག་གསལ་པོ་བྱེད་ནས་རྩ་བའི་གི་མ་ཕྱིན་པ་ཡོག་མ་རེད་ཡིན་ནས་ད་ལྟའི་གི་གསུམ་བབ་བསྟན་ཡོང་དུས་བསམ་པ་ལ་འདི་ལ་བསྐྱར་ལྡབ་ཅིག་མི་བྱེད་ཀ་མེད་འདྲ་པོ་ཆགས་བསྡད་ཀྱི་འདུག། ལྔ་བཅུ་ང་དགུ་ལོར་བཙན་བྱོལ་ལ་སླེབས་པ་ནས་ཕྱི་ནས་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་དོན་བཞི་བར་དུ་གཅིག་གིས་བོད་ལ་ཡང་རང་བཙན་གྱི་གནས་བབ་རང་གི་འཐབ་རྩོད་སྒང་ལ་མུ་མཐུད་ནས་རྒྱུན་འཁྱོངས་བ་རེད། སྐབས་དེ་དུས་བསམ་པ་བོད་ནང་ལ་གནས་སྟངས་གར་ཆགས་བསྡད་ཡོད་རེད་རྒྱ་ནག་ལ་གནས་སྟངས་གར་ཆགས་བསྡད་ཡོད་རེད་རྒྱལ་སྤྱིའི་ནང་ལོགས་ལ་གནས་སྟངས་གར་ཆགས་བསྡད་ཡོད་རེད། སྤྱི་ནོར་གོང་ས་ལྕམ་སྐུ་ཆེན་པོ་མཆོག་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལ་མ་གཏོགས་ཐེངས་དང་པོ་ཡོ་རོབ་ལ་ཕྱི་བྱོལ་གནང་ཐུབ་ཡོད་མ་རེད། སྤྱི་སྟོང་དགོས་ཆེད་བདུན་ཅུ་དོན་དགུ་ལུ་མ་དུ་ཅིག་ཨ་རིར་ཕྱི་བཅུ་གནང་ཐུབ་ཡོད་མ་རེད། རང་དབང་མེད་སའི་ལུང་པ་ལ་ང་ཚོ་སྙོབ་ཐུབ་ཀྱི་ཡོད་མ་རེད། ནང་པའི་རྒྱལ་ཁབ་ཁག་ལ་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོག་ལ་ཡང་ཕྱི་བཅུ་གནང་ཡ་དགོས་ཚུལ་གནང་བ་རེད། ཡིན་ནས་དེ་ཚུལ་གྱི་གནས་བབ་ག་འདྲས་ཡིན་མེད་རྒྱ་ཆེ་ས་ནས་ཁྱོན་ཡོངས་ནས་གཟིགས་ནི་ཨ་ནི་དབུ་མའི་ལམ་གྱི་ལང་ཀ་ཞིག་གང་ལ་འགྲོ་དགོས་འདུག་བྱས་ནས་དགོངས་པ་འཆར་ཡ་དེ་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་དོན་བཞི་ནས་བྱུང་བྱས་ནས་སྤྱི་ནོར་ཁོང་ས་འཆམ་གོ་ཆོན་པོ་ཤོག་གི་ད་ལྟ་བར་དུ་ད་ཡང་ནས་ཡང་དུ། མི་མང་འདུ་འཛོམས་སར་ལ་ཡ་བཀའ་སློབ་གནང་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས་སྤྱི་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་དོན་དགུ་ལ། རང་བཙན་མ་ཡིན་པའི་སྐད་ཆ་ག་རེ་བཤད་ན་འགྲིག་གི་རེད་ཞེས་སྟེང་ཤ་བོ་པའི་སྐད་ཆ་དེ་འང་ཚང་མ་ཀློག་བརྒྱུད་ཡོད་རེད། དེ་ནས་མ་བྱས་ནས་གྱ་གྱུ་གྱ་བདུན་ལོར་ལ་ཞི་བའི་དོན་ཚན་ལྔ་དང་གྱ་གྱུ་གྱ་བརྒྱད་ལོར་ལ་ཡ། Strasbourg། གྲོས་འཆར་དོན་ཚན་ལྔ་པ་དེ་ལ་ཡ་རྒྱས་བཤད་བསྐྱོན་པའི་ཐོག་ནས། སྟོན་རྣམ་པ་དེ་ཚོས་རྐྱེན་བྱས་ནས་ཕྱི་ནས་ཁོང་ཚོ་ལྕམ་སྐུ་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་ཡག་འབུལ་བཞེས་མཛད་ཡག་གི་རྒྱུ་རྐྱེན་གཅིག་འདི་ཆགས་ཀྱི་ཡོད་རྒྱ་ཆེ་ས་ནས་རྒྱ་རོམ་ཞེས་དགོངས་པ་བཞེས་སྟངས་འཛམ་བུ་གླིང་འདིའི་དཀའ་རྙོག་ག་རེ་ཡིན་པ་ཡིན་ནས་འཚེ་བ་མེད་པའི་ཐོག་ནས་དང་གཉིས་སྨན་གྱི་ཐོག་ནས་སེལ་དགོས་ཡག་རང་རྒྱལ་གཞས་ཕམ་མ་ཡིན་པ་དེ་ཚོའི་ཐོག་ལས་ད་འབྲེལ་བཤད་རྒྱ་ངན་སྣ་ཚོགས་ཡོང་གི་རུ་བ་ཡིན་པ་ཡིན་ནས་ཕྱི་ནས་ཁོང་ཚོ་ལྕམ་སྐུ་ཆེན་པོ་མཆོག་དགོངས་པ་ག་རེ་བཞེས་པ་ཡིན་ནས། དངོས་ཡོད་ཀྱི་གནས་ཚུལ་དང་མཐུན་པ། སྒྲུབ་ཐུབ་ཡས་ཀྱི་གནས་བབ་ཅི་གང་ལ་དགོངས་པ་བཞེས་ཀྱི་ཡོད་རེད། དབུ་མའི་ལམ་གྱི་སྲིད་བྱུས་དེ་ཡང། བོད་ཆོལ་ཁ་གཅིག་གི་ཆེད་དུ་མ་ཡིན་པར། བོད་ཆོལ་ཁ་གསུམ་ཀ་ལ་ཡང། ང་ཚོ་ཚང་མ་ལོ་དཀྱིལ་ནས་དཀྱིལ་མཉམ་དང་སྡུག་ནས་སྡུག་མཉམ་གྱི་སྲིད་བྱུས་གཅིག་གཟིམ་གནང་ཡོད་རེད་དེ་ཡས་དགོངས་པ་བཞེས་དགོས་རེད། དེ་འདྲའི་རྒྱུ་མཚན་བསྟན་ནས། ད་དགུ་བཅུ་གོ་གྲངས་ནང་ལོགས་ནས་ནི་རེད། བརྒྱ་ཡུ་བརྒྱ་གྲངས་ནང་ལོགས་ནས་ཡིན་པ་ནི་བོད་ཕྱི་ནང་གཉིས་ཀྱི་བོད་མི་ཚོ་ཕག་ཚུལ་ཐུགས་ཡས་དང་དེ་འདྲའི་གི་གོ་བབ་ཅིག་བྱུང་བ་རེད། དགུ་བཅུ་གོ་གྲངས་ནས་བོད་ནང་ལོགས་ནས་ཚུལ་མང་པོ་ཡོང་ཐུགས་ཡས་ཚོ་གི་དབུ་མའི་ལམ་གི་སྲིད་བྱུས་ལ་བརྟེན་ནས་ཡོང་པ་རེད། དེ་ཚོའི་མཁྱེན་དགོས་དེ་གལ་ཆེན་པོ་རེད། ད་དེ་ཚོའི་གནས་ཚུལ་རེ་རེ་རེ་རེ་ཆེད་ནི་ངས་བཤད་མ་དགོས་བྱས། ཡིན་པ་ཡིན་ནས་སྲིད་བྱུས་འདི། ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཆགས་བསྡད་ཡོད། དགུ་བཅུ་གོ་གསུམ་གོ་བཞི་ནས་ཕྱི་ནས་སྤྱི་ནོར་ཁོང་ས་ལྕམ་སྐུ་ཆེན་པོ་མཆོག་གིས་སུམ་ཅུ་དུས་དྲན་གསུམ་བསྒྲིགས་གནང་ལོག་ལ་གསུངས་ཡོད་རེད། མ་འོངས་པའི་བོད་པའི་གི་འཐབ་རྩོད་ཀྱི་ཁ་ཕྱོགས་ག་འདྲའི་ཅིག་ལ་འགྲོ་དགོས་ཀྱི་ཡོད་མེད་དེ་མང་ཚོགས་ཀྱི་སྐད་ཆ་དྲི་གི་ཡིན་ཕྱིན། སྐབས་དེ་དུས་མ་འོངས་མང་མོས་འོས་བསྡུ་གི་ལས་རིམ་ཅིག་བསྒྲིགས་པ་རེད། ཡིན་ནས་མང་མོས་འོས་བསྡུ་གི་ལས་རིམ་མ་འགྲོ་སྔོན་ལ། མང་ཚོགས་ཀྱི་བསམ་ཤོག་བསྡུས་པའི་ཐོག་ནས། བསམ་ཤོག་མང་ང་གང་ཡིན་པ་འདིའི་སྒང་ལ་ཡང་བྲོ་ཡ་བྱས་ནི་བོད་མང་སྤྱི་འཐུས་ལྷན་ཚོགས་དགུ་བཅུ་གོ་བདུན་ལོ་ལ། སྤྱི་མོས་ཀྱི་གྲོས་ཆོད་བཞག་ཡོད་རེད། དེ་ནས་ཕྱི་ནང་ཁོངས་སུ་ལྕམ་སྐུ་ཆེན་པོ་མཆོག་གིས་དབུ་མའི་ལམ་ལ་ནན་བརྗོད་གནང་ནས། ད་ག་རང་ལ་ཕེབས་ཀྱི་ཡིན་ཞེས་ནས་བཀའ་ཕེབས་ནས་ད་ལྟ་ང་ཚོ་མུ་མཐུད་ནས་ད་ག་རང་འགྲོ་བསྡད་ཡོད་རེད། དེ་སུ་གཅིག་གིས་འགྱུར་བ་བཏང་ཆོག་གི་མ་རེད་ཟེར་ནས་སུ་གཅིག་ལབ་ཀྱི་ཡོད་མ་རེད། ཡིན་ནས་ཁོ་འགྲོ་ལུགས་འགྲོ་སྟངས་དེ་མཚན་ལྡན་བྱས་ནས་འགྲོ་བ་ཡིན་ན་གྲོས་ཚོགས་ཀྱི་ནང་ལ་ག་ཚོད་ཅིག་གསུང་དགོས་ཀྱི་འདུག་ལམ་ཁ་དེ་ག་འདྲས་ཅིག་འདུག་དེ་ཚོ་ཆ་ཚང་ཅིག་བྱས་པ་ཡིན་ན་ཁོ་མང་མོས་ཐག་གཅོད་རེད་ང་ཚོ་མང་གཙོའི་ལམ་སྲོལ་ལ་འགྲོ་གི་ཡོད་རེད། དེ་འདྲའི་ལྕི་ཡ་རྣམ་ཕལ་ནས་ཡིན་པ་ཡིན་ན་དེ་ཕན་ཐོགས་ཅི་ཡོང་གི་རེད་མ་གཏོགས་ཅིག་གི་ཞེན་པ་ང་ཚོ་འདུག་བྱས་ནས་ཚོད་པ་རྐྱང་རྐྱང་བྱས་ནས་ཕར་བཤད་ཚུར་བཤད་བབས་ས་གང་ཡང་མེད་པ་ཅིག་ནང་ཁུལ་འཁོན་འཛིན་མང་དུ་འགྲོ་ཡ་དང་ཨ་ནི་ཁ་ནས་བཤད་ཡ་དེ་གཅིག་སྒྲིག་བྱེད་དགོས་ཀྱི་འདུག་ནུས་པ་མཉམ་སྤུངས་བྱེད་དགོས་ཀྱི་འདུག་བྱས་ནས་བཀའ་ཤག་ལས་སྐྱོན་བརྗོད་བྱེད་ཀྱི་ཡོད་རེད་དེ་ཡིན་ནས་གྲོས་ཚོགས་རང་ནང་ལོགས་ལ་ག་འདྲེས་ཡོང་གི་འདུག། ཕྱིས་ནི་ལྟ་ངན་གཅིག་གིས་ད་འཚོལ་བ་བྱེད་ཐུ་ཡག་གནས་སྟངས་ཆེར་བ། འདི་ལ་ཡ་མཁས་པ་ཞིག་པོ་ཅིག་སྒུག་གི་མི་འདུག་བ། འོ་དེ་འདྲིས་ཀྱི་གནས་སྟངས་ཕྱིན་པས་སོང་ཙང་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་ལངས་ཕྱོགས་དབུ་མའི་ལམ་འདི་ཧོ་གཏན་ལ་ཕབ་ཤར་བའི་སྲིད་ཇུས་རེད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲོས་མགོ་བཏོན་ཡོད་ཕྱིན་ནས་སྙེ་མང་ནས་བཀའ་གནང་ཡོང་དེ་གྲོས་མགོ་བཏོན་མཁན་དེ་ང་ཡིན། བྱས་ཙང་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་གཏན་ལ་ཕབ། མང་ཚོགས་འགའི་རྒྱབ་སྐྱོར་ཡོད་པ་བྱེད་ད་ད་ལྟ་འདི་སྒང་ལ་འགྲོ་བསྡད་ཡོད་དུས་བསམ་པ་ལ། མ་འོངས་པར་ལང་ཀ་སྟོན་དགོས་ཀྱི་ཡོད་པ་ཡིན་ནས། ཁོ་བརྒྱུད་རིམ་གཅིག་དང་ཁྲིམས་ལུགས་གཞི་བཟུང་བྱས་ནས་འགྲོ་དགོས་ཡག་གི་གནས་སྟངས་གཅིག་ཆགས་ཀྱི་ཡོད་རེད་བྱས་ནས་འདི་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལོག་ལ། འདི་གསལ་པོ་བྱས་ནས་མཆན་པ་གཅིག་བྱུང་བ་འདྲ་བོ་བྱས་ནས་སྔོན་ལྟ་སྟངས་འདི་རྒྱ་ཆེ་ས་ནས་ལྟ་གི་ཡོད།